ཨ་ནི་དེ་དེ་འདའ་ག་ཆེ་བ་དེ་ལས་སྟོང་ཆེ་ག་ཆུང་བ་དེ་ཚོ་ལ་མཚན་དབྱིངས་བ་དེ་ཆགས་གི་མ་རེད་དེ་མ་ཆགས་ན་དབྱིངས་བ་མེད་ན་ཨ་ནི་དགེ་བ་སོ་སོ་ག་དགེ་བའི་བྱ་བ་ལ་འཇུ་ཡ་དེ་ལ་རང་ཤུགས་ཀྱིས་འཕེལ་ཡོང་གི་རེད་ངོང་གིས་འཕེལ་ཡོང་གི་རེད། ང་ཚོ་གང་འདི་ལ་ཉོན་མོངས་པ་གོ་སྡིག་པ་ལ་སོགས་པ་མང་རིན་གྱིས་འདྲི། ཨ་ནི་དགེ་བ་ལ་སོགས་པ་ཚུལ་དུ་གསལ་སྣང་ལ་སོགས་པ་རིམ་པ་བཞིན་དུ་ཡ་གང་ནས་གང་དུ་འཕེལ་སོང་ན་ད་ང་ཚོ་ཨ་ནི་ཕྱི་རགས་དང་རྣམ་འབྱེད་ཀྱི་ཤེས་རབ་འོ་ཡིན་ན་ཕྱི་རགས་དང་རྣམ་འབྱེད་ཀྱི་རིག་པ་དེ་ཚོ་ཨ་ནི་གསལ་བོ་དྭངས་པ་ཨ་ནི་དེ་འདྲའི་དོགས་པ་འཆར་བ་ཡིན་ན་ཕྱི་ནང་གི་ཡིད་ལུས་གང་འདྲི་ཡིན་པ། ང་ཚོ་གི་མུན་འདེབས་པའི་སྡུག་བསྔལ་དེ་རྗེ་གང་འདྲི་གཅིག་ལ་ཡོང་གི་ཡོད་པ་འདི་མུན་འདེབས་པའི་སྡུག་བསྔལ་དེ་ཚོ་ཚང་མ་མེ་བ་དེ་གང་འདྲི་གཅིག་ནས་བཟོ་དགོས་ཀྱི་ཡོད་པ། ཨོ་དེ་ཚོ་གི་ལ་ངེས་ཤེས་བརྟན་པོ་ཧ། ངེས་ཤེས་བརྟན་པོ་རྙེད་ཐུབ་ཀྱི་རེད། དེ་ཧ་གསལ་བོ་གོ་ཡོང་གི་རེད། དེ་ལྟར་ལྟ་ཉིན་མོ་རིན་གྱིས་འབྲི་བའི་གནས་བརྒྱད་མཆོག་ངོགས་ཀྱི་ཕེབས་པའི་གནས་རི་པ་དང་པོའི་ཕྱི་ལ་ངེས་ཤེས་བཤད་པའི་གནས་ཡག་ཤོས་དེ་ག་རེ་རེད་ཟེར་ན་ས་ཤ་དབེན་པ་ཞིག་རེད་བྱས་ཙང་དབེན་པ་དེ་བསྟན་པ་དབེན་པ་བསྡད་ན་དགེ་མཚན་ཆེན་པོ་ཡོད་རེད་ཨ་ནི་རྒྱ་ཆེའི་གཞུང་ཆེན་གསན་པ་མང་ཆེ་ཤོས་དེ་ཡང་ད་ག་རང་ཉོ་ལེ་བྱས་པ་རེད་དཔེར་ན་ང་ཚོ་ཐུབ་པ་སངས་རྒྱས་བཅོམ་ལྡན་འདས་ཡང་ཨ་ནི་རྒྱལ་སྲིད་སྤང་བྱེད་ཆེ་བ་ན་རེ་འཛག་གི་འགྲམ་ལ་ལོ་ཁྲུ་ལ་ད་སྐྱིད་པོ་དབེན་པ་བསྟན་ནས་བསྡད་པ་རེད་བ།

ཡིན་ན་ཡང་ད་ང་ཚོ་མང་ཉུང་འདྲ་བོ་ཅིག་བྱས་ན་གནས་དབེན་པ་མ་ཡིན་པ་བྱས་ཡང་གནས་ས་ཞྭ་དཔལ་གཟི་ཞྭ་ཚ་བོ་དེ་འདྲས་ལས་འདས་ནས་ཡང་གང་དུ་གཏོགས་པའི་ཡོད་དེ་གོང་འཕེལ་དུ་འགྲོ་ངེས་ཀྱི་རིགས་འགའ་ཤས་རིགས་ཉུང་ཤས་ཅིག་ཏུ་བསྟན་དེ་བརྒྱ་ཆ་བརྒྱ་སྟོན་པ་ཡོད་རེད། ཡིན་ན་ཡང་ད་མང་ཤོས་དེ་ཨ་ནི་གནས་དབེན་པ་ཅིག་ལ་བསྡད་པ་ཡིན་ན་ཕྱོགས་བསྡོམས་ཉུང། ཨ་ནི་དགེ་སྦྱོང་མང་པོ་ལ་འོ་དེ་འདྲི་གཅིག་ཡོང་གི་ཡོད་རེད།
ད་གི་རང་ང་ཚོ་ཨ་ནི་ང་དྲི་བ་ཅིག་ག་རེ་སླེབས་སོ་ལ་ང་ཚོ་ཕབ་ཐོག་གནས་དབེན་པ་ལ་བསྟན་བྱ་བ་ཡིན་ན། ཨ། ཨ་ནི་ཡུལ་དངོས་ཀྱི་དཔང་ཚུལ་དེ་དང་ཨ་ནི་དེ་ཚོ་ཉོན་མོངས་ག་འདྲ་སྤྲད་དགོས་དགོས་མིན་དེ་དགེ་བ་ག་འདྲ་ཕུལ་དགོས་མིན་དེ་ཚོ་ག་འདྲ་ཧ་གོ། དེ་ཧ་གོ་བའི་ཐོག་ནས་ཨ་ནི་ཆོས་དབེན་པ་ལ་བསྟན་ལ་དགོས་རོགས། དེ་ལྟར་རེད་དེ་རེད།

ཨ་ནེ་དབེན་པ་གཅིག་བསྟན་ན་ཡག་པོ་ཡོད་རེད་ཟེར་དཔེར་ན་རྗེ་ཙོང་ཁ་པ་ཆེན་པོ་འདི་ནི་སུ་ཡལ་བ། དང་པོ་རྒྱ་ཆེའི་ཐེག་པ་མང་དུ་བཙལ། བར་དུ་གཞིས་ལུས་ཐམས་ཅད་སྡང་བ་བྱ་མཐའ་མ་ཉིན་ཚད་ཀུན་ཏུ་ཉམས་སུ་ལོག་ཀུན་སྤྱོད་བསྟན་པ་བརྗིད་པའི་ཆེད་དུ་མ་ཟིན་དེ་དང་ད་ལྟ་དེའི་ཚད་ཀྱི་མ་རེད། ལོ་ཚོད་ནང་ལུགས་ལ། དེ་དག་ལམ་གྱི་གཙོ་བོ་རྣམ་གཟིགས་ཀྱི་གནས་ན་རང་གིས་ཇི་བཞིན་རྟོགས་པའི་ཚེ་དབེན་པ་བསྟན་ཏེ་བཙལ་འབྲི་བརྟག་བྱས་ནས་བསྟན་ཅིང་འདུན་མ་ཉིད་དུ་འབྲི་ཞེས་བོས་ཟེར་ནས་དེ་ནི་སུན་ཡོད་རེད་བ།

ཨ། དེ་ལ་ད་ལྟ་དེའི་སྐབས་སུ་ཡིག་ངེས་སྤང་དགོས་ཀྱི་རེད་དབེན་པ་བསྟན་དགོས་ཀྱི་རེད་ལ་ཡི་དེ་ལ་མང་བྱེད་ཞུ་དེ་ལིས་འདི་ཚོ་འདི་ཚོ་ཟེར་དེའི་སྐབས་སུ་བྲལ་ལ་ཚ་བོ་མ་བྱེད་པ་བྱེད།
ཨ། ཨོ་དེ་ཚོ་གི་དབེན་པ་དུ་སན་ལ་རྣག་ཏུ་བྲལ་གྱི་མང་པོ་མ་བྱེད་བ་བྱེད་དབེན་པ། ཨ། དེ་ཚ་དེ་གཉིས་ཀྱི་ནང་ནས་ལ་སན་རྣག་ཏུ་གི་དབེན་པ་དེ་གལ་ཆེ་ཤོས་རེད་རེད། ཡིན་ན་ཡང་དེ་ཡོང་ཡག་ལ་ལིས་འདི་ཚོ་གི་དབེན་པ་དེ་ང་ཚོ་མོ་མང་བྱེད་ཞུ་དེ་ལ་བྱེད་པ་ཡིན་ན་དེ་ཡག་ག་ཡོད་རེད་ཟེར་དགོས་རེད།

ཨོ་དེ་ཆགས་པ་ཡིན་ན་ད་ང་ཚོ་རྣམ་གཡེང་ཡོང་གི་མ་རེད། རྣམ་གཡེང་མེད་པའི་མེད་པ་ཡིན་ནའང་ནི་ག་ལེ་ག་ལེ་དགེ་སྦྱོར་ངང་གིས་འཕེལ་ཡོང་གི་རེད་ཟེར་རོ། དེ་འཕེལ་བ་ཡིན་ན་ནི་ང་ཚོ་རིག་པ་དེ་ཚོ་ད་དང་པོ་ཆགས་ཐལ། རིག་པ་དེ་ཚོ་དང་པོ་ཆགས་སོང་ན་ཆོས་དེ་ཚོ་རྣམ་པར་འབྱེད་པའི་ཤེས་ཡོན་ལྡན། དཔེར་ན་ཆུའི་ལབ་དུས་ངན་ཤེས་རག་ཡོང་གི་རེད་འདི་འདྲའི་འདྲ་བོ་ཅིག་ལ་ཆུའི་ལབ་གི་འདུག་ཨ་བསམ་གི་རོ། རེད། སོང་ཙམ་དེ་ཚོ་ཅིག་བྱེད་དགོས་པ་ཡིན་ན་ད་གནས་དབེན་པ་ལ་བསྟན་གི་རེད། ད་དགེན་ལགས་ཀྱི་ལབ་པ་ནང་བཞིན་གནས་དབེན་པ་ལ་ཡང། བཤད་ཚུལ་གཉིས་ཅིག་འདུག་དབེན་པ་དེ་ལ་གོ་ཚུལ་གཉིས།